ད་ནི་ཀུན་འགྲོ་ལྔ་ཞེས་ལབ་པ་རེད་ད་ནི་ཀུན་འགྲོ་ལྔ་དེ་གང་དག་རེད་ལབ་པའི་སྐབས་སུ་ཚོར་བ་འདུ་ཤེས། སེམས་པ། ཡིད་ལ་བྱེད་པ་རེག་པ། ད་ནི་ཀུན་འགྲོ་ལྔ་དེ་དེ་རེད་དེའི་ནང་གི་དང་པོ་ཚོར་བ་ཡིན་ན་ཡུལ་དབང་རྣམ་ཤེས་སུ་འདུས་ནས་སེམས་སྟོང་བར་མ་ཅི་རིགས་ཉམས་སུ་མྱོང་བའི་སེམས་བྱུང། དེ་ནས་འདུ་ཤེས་དབྱུག་དབང་རྣམ་ཤེས་སུ་འདུས་ནས་ཡུལ་གྱི་ཁྱད་པར་བསམ་པོ་རིའི་འབྱེད་པའི་ཁྱད་ལས་ཅན་གྱི་སེམས་བྱུང་ལྟ་འདུ་ཤེས་ཀྱི་མཚན་ཉིད་ཀྱི་སྐོར་འདི་ལ་ང་ཚོ་སྒང་དུ་ཡང་མང་པོ་བཤད་ཚར་བ་རེད། དེ་ནས་སེམས་པ་སེམས་ཡུལ་ལ་གཡོ་བའམ་འཇུག་པར་བྱེད་པའི་ཁྱད་ལས་ཅན་གྱི་སེམས་བྱུང། སེམས་པ་ཟེར་བ་འདི་གཙོ་བོ་དེ་ཀུན་སློང་གི་ཆར་གཏོགས་པ་དཔེར་ན་མིག་གི་རྣམ་པར་ཤེས་པ་ཡུལ་གཟུགས་ལ་འཇུག་པ་དེའི་ཚེ་ན་ནི་མིག་གི་རྣམ་པར་ཤེས་པ་དེ་ཡང་ལྷུང་བྱེད་དམ་མིག་གི་རྣམ་པར་ཤེས་པ་ཡུལ་ལ་འཇུག་པས་ནུབ་བ། འོ་དེ་འདྲ་ཅིག་ལ་ནི་སེམས་པ་ཞེས་ལབ་ཀྱི་ཡོད་པ་རེད། རེག་པ་ལབ་པ་ཡིན་ན་ནི་དཔེར་ན་མིག་གི་རྣམ་པར་ཤེས་པ་ཡུལ་ལ་འཇུག་པ་དེའི་ཚེ་ན་ནི་ཡུལ་ཡུལ་དེ་དང་ཆད་པ། འོ་དེ་ལ་རེག་པ་ཟེར་གི་ཡོད། མིག་གི་རྣམ་པར་ཤེས་པ་གིས་ཡུལ་གཟུགས་མཛེས་པ་མཐོང་བ་དེའི་ཚེ་ན་མིག་གི་རྣམ་པར་ཤེས་པ་དེ་ཡུལ་གཟུགས་མཛེས་པ་དང་ཕྲད་སོང་བ་ལྟ་བུ། ཕྲད་པ་ལྟ་བུ། འོ་དེ་འདྲ་ཅིག་ཡོད་རེད། དེ་ལ་རེག་པ་ཟེར་ལབ་གི་ཡོད་པ་རེད། དེའི་མཚན་ཉིད་ཡིན་ན་ཡུལ་དབང་རྣམ་ཤེས་སུ་འདུ་བ་ལས་ཚོར་བ་བདེ་སྡུག་དང། མཐོན་པོར་དབང་པོ་འགྱུར་བ་ཡོངས་སུ་གཅོད་ཅིང་ཚོར་བའི་རྟེན་བྱེད་པ་དེར་བ། དཔེར་ན་མིག་གི་རྣམ་པར་ཤེས་པ་ཡུལ་གཟུགས་མཛེས་པ་ལ་འཕྲད་པ་ན་དབང་པོ་ལ་བདེ་བའི་ཉམས་དང་ཡང་ན་མི་བདེ་བའི་ཉམས་གང་རུང་ཅིག་བྱུང་གི་ཡོད་པ་རེད་དེ་ལ་བརྟེན་ནས་ཚོར་བ་བདེ་སྡུག་བཏང་སྙོམས། ཨོ། ཚོར་བ་བདེ། ནི་ཡུལ་གཟུགས་མཛེས་པ་དང་འཁྲབ་པ་ཡིན་ན་ཚོར་བ་བདེ་བ་སྤྲད་ཀྱི་ཡོད་པ་རེད། ཡུལ་གཟུགས་མི་མཛེས་པ་དང་འཁྲབ་པ་ཡིན་ན་ཚོར་བ་མི་བདེ་བ་སྤྲད་ཀྱི་ཡོད་པ་རེད། ཡིན་ཙང། ནི་ཚོར་བའི་རྟེན་བྱེད་པ། ཨོ། རེག་པ་ཟེར་ན་དེ་འདྲ་ཅིག་རེད། དེ་ནི་ཡིད་ལ་བྱེད་པ་སེམས་ཡིད་ལ་དམིགས་པའམ་སྟོབས་པར་བྱེད་པའི་བྱེད་ལས་ཅན་གྱི་སེམས་བྱུང། ཨ་ནི། སེམས་པ་དང་ཡིད་ལ་བྱེད་པ་གཉིས་ཀྱི་ནང་ལོགས་ནི་སེམས་པ་དེ་གཙོ་བོ་དེ་ཀུན་སློང་གི་ཆར་གཏོགས་པ་དང་ཡིད་ལ་བྱེད་པ་དེ་ཡུལ་འཛིན་པའི་ནུས་པ་འོ་དེ་རེད། སེམས་པ་ཟེར་ལབ་པ་ཡིན་ན་གཙོ་བོ་དེ་ཨ་ནི། དཔེར་ན་མིག་གི་རྣམ་པར་ཤེས་པ་ཡུལ་ལ་འཇུག་པ་དེ་སེམས་པ་གི་ནུས་པ་ཡིན་པ་དང་ཡུལ་འཛིན་པ་དེ་ཡིད་ལ་བྱེད་པ་གི་ནུས་པ་ཡིན་པ་འོ་དེ་འདྲ་ཅིག་རེད།